ཐེངས་འགའི་ད་ལྟ་དེང་གི་སྤྱི་ཚོགས་དེ་སོ་སོའི་གི་ཀླད་པ་དེ་བེད་སྤྱོད་ཡག་པོ་ཅིག་མ་བཏང་ན་ང་ཚོ་བོད་པ་མང་པོ་ཅིག་སྨྱོ་ཚ་ཞེས་ར་བ་ལྷག་པར་དུ་བརྟག་དཔྱད་ཞིབ་འཇུག་ཡག་པོ་ཅིག་མ་བྱེད་ན་བོད་པ་མང་པོ་ཅིག་འཁྲུལ་ཟེར་བཞག་བརྟག་དཔྱད་ཞིབ་འཇུག་མ་བྱས་ནས་བྱས་ཡོང་དོག་དོག་དང་དཔེ་ཀློག་དང་ལོ་རྒྱུས་མ་བལྟས་ནས་བལྟས་ཡོང་དོག་དོག་བྱས་ཏེ་རྨོངས་གཏམ་དང་ལོག་གཏམ་ཚུར་གཏམ་འདྲ་བོ་ཅིག་བཤད་ནས་བོད་པ་རང་གིས་བོད་པ་རང་མེད་པ་བཟོ་ཕོད་ཀྱི་ཉེན་ཁ་ཧ་ཅང་ཆེན་པོ་ཅིག་ཡོད་པ་རེད། ག་རེ་རེད་ཟེར་ཏེ་འཇིག་རྟེན་འདི་གི་ཐོག་ཏུ་སྐད་ཆ་བྱེད་ཡོང་བ་རེད་ང་ཚོ་རྒྱལ་ཁམས་འཁྲུག་པའི་འཇིག་རྟེན་ཞི་བདེ་ཉམས། ཕ་མ་འཁྲུག་པའི་ཁྱིམ་ཚང་མཐུན་སྦྱར་ཉམས། ཨ་ནི་ང་ཚོ་སྐད་ཆ་དེ་གཡར་ནས་སྐད་ཆ་ཅིག་ཞུས་པར་ཡིན་ན་བལ་བོང་འཁྲུག་པའི་ཨ་ནི་བོད་པའི་མཐུན་སྦྱར་ཉམས། བོད་པའི་མཐུན་སྒྲིལ་ཉམས་སོང་པ་ཡིན་ན་ཨ་ནི་བོད་པའི་གི་སྟོབས་ཤུགས་དེ་ཉམས་སོང་པ་རེད་བོད་པའི་གི་སྟོབས་ཤུགས་དེ་ཉམས་པ་ཡིན་ན་ཨ་ནི་བོད་པའི་གི་ཀྱི་ནུས་པ་དང་ཡར་རྒྱས་དང་ག་རེ་ཡིན་ནི་མེད་པ་ཆགས་སོང་པ་རེད་ཡོད་མ་རེད་དེ་འདྲས་བྱས་དུས་འཁྲུག་པའི་རྒྱུ་ནི་ཉམས་པའི་གཞི་མ་ཡིན་ཞེས་པའི་གི་སྐད་ཆ་འདི་ཟླ་བ་བརྒྱར་འཁྱོལ་བ་རེད་དེ་འདྲས་བྱས་དུས་དེ་རིང་ག་ཚོད་ང་ཚོའི་གི་བོད་པ་མང་པོ་ཞིག་གི་ཀྱི་ཕྱི་ཕྱོགས་དུ་འགྲོ་མ་མྱོང་པ་བསམ་བློ་གི་ལྟ་རྒྱ་ཆུང་བ་ཨ་ནི་ཐུགས་རྒྱ་ཆུང་བ་དེ་གའི་གི་ཀྱི་བོད་པ་ནང་ཁུལ་འདི་བ་མ་དོ་མ་མཐོང་དུས་ཨ་ནི་བོད་པ་ནང་ཁུལ་གི་ཀྱི་བེ་བོང་གི་ཀྱི་འཁྲུག་པ་འདི་བྱས་སོང་པ་ཡིན་ན་གནད་འགག་མི་འདུག་ཨ་ནི་བེ་འདས་ཀྱི་བརྒྱར་སོང་པ་ཡིན་ན།

ང་ཚོའི་བོད་བོད་ཀྱི་ཤེས་ཤེས་ཡོན་དང་ལྡན་པའི་མི་མང་པོ་ཞིག་གིས་ཨ་ནི་ག་ས་སྐྱིད་དེ་ནི་སྐད་ཆ་མང་པོ་ཅིག་གསུང་གི་ཡོད་པ་སྐྱིད་ཀྱི་ཆ་ནས་ད་གོ་གི་ཡོད་ཀྱི་རེད་དེ་ཡིན་ན་ང་ཚོས་གི་ད་ལྟ་བོད་བོད་ལ་བོད་པ་ལ་ཡོད་པའི་གི་བོད་བོད་ཀྱི་བཟོ་རིག་དེ་བོད་པ་ལ་སྨོན་དབང་གི་དུས་འཛམ་པའི་གླིང་གི་ཐོག་ཏུ་ཨ་ནི་ང་ཚོས་གི་བོད་བོད་ཀྱི་གསོ་བ་རིག་པ་དེ་ཤ་ཀྱི་ཡིན་པའི་དབང་དུ་ད་ནི་ཕྱི་ལོག་ནས་ཟངས་ཀྱི་རྐྱང་གི་མང་པོ་ཅིག་ཡོད་ད་ག་ནང་བཞིན་ང་ཚོའི་བོད་བོད་ཀྱི་སྐད་ཡིག་འདི་ཀ་ཀ་ཁ་ང་ཟེར་ཡ་དེ་བོད་པ་ནང་ཁུལ་དུ་ཨ་ནི་ང་ཚོ་གི་བོད་ཡིག་བོད་ཀྱི་བོད་ཀྱི་བོད་ཡིག་བོད་ཡིག་འདྲ་བོ་ཅིག་ཟེར་དེ་གི་རེད་དེ་ཨ་ནི་ཕྱི་ཕྱོགས་ནས་འདི་བོད་ཡིག་མ་རེད་ཟེར་མཁན་ག་ཚད་རྐྱང་གི་མ་རྐྱང་གི་ག་ཚད་རྟགས་ག་ཚད་སྐྱེན་སྲིང་ག་ཚད་ཡོད་པ་དེ་ང་ཚོས་གི་ཧ་གོ་གི་དགོས་དོ་ར་ད་ག་ནང་བཞིན་གི་ང་ཚོས་གི་ཆོས་ལུགས་ང་ཚོས་གི་རིག་གཞུང་ས་ས་སྟེང་དུ་ཡོད་པའི་གི་རིག་གནས་དང་རིག་གཞུང་ས་འོག་ཏུ་ཡོད་པའི་གི་གཏེར་ཆེན་འདི་དག་དེ་ཨ་ནི་ཕྱི་ཕྱོགས་ནས་རྐྱང་གི་མང་པོ་དང་སྐྱེན་སྲིང་མང་པོ་རྟགས་མང་པོ་དྲེད་མོ་མང་པོས་གི་ག་འདྲེ་བྱས་ནས་ཟ་གྲབས་བྱེད་གི་ཡོད་པ་དེ་དེའི་གི་ཉེན་ཁ་དང།

འདི་ནི་དཔའ་བོ་གི་གོ་ས་བླ་མེད་ཀྱི་གོ་ས་མཁས་པའི་གི་གོ་ས་འདྲ་བོ་ཅིག་སྤྲད་དེ་ང་ཚོ་བོད་པ་དེ་ག་དུས་ཡིན་ན་ཅིག་གི་མཆེད་ནས་དྲག་དེ་རྩ་བ་ཉིད་ནས་བཀག་ཐབས་དུ་མཆེད་ནས་ང་ཚོ་དོ་སྣང་འདྲ་བོ་ཅིག་བྱེད་མི་ཤེས་པའི་ཁ་ལ་ཨ་ནི་ནང་ལོག་དེ་ན་དྲི་མ་འདྲ་བོ་ཅིག་ཚོར་ནས་ད་དངོས་གནས་ཐོག་ནས་སོ་སོའི་སོ་སོ་དབོག་ཆེ་ལ་ཁ་འདྲ་བོ་ཅིག་དེ་ཤ་དེ་འདྲ་གནས་ཚུལ་མང་པོ་ཅིག་རེད་ཤ་དེ་འདྲའི་ཆེད་དུ་ཚང་མས་དེ་ཚིག་གི་ཐད་ནས་དོ་སྣང་བྱེད་དགོས་ཀྱི་འདུག་ག་ཟེར་ཨ་ནི་དེ་འདྲས་ཀྱི་ཞུ་ཡ་ཡིས་བཀྲ་ཤིས་བདེ་ལེགས།